ཁོང་ཚོ་ཁ་སེ་ཚུལ་བར་འགྲོ་སྐབས་ཕན་ཚུན་གཅིག་ཕན་གཅིག་རོགས་བྱེད་ཀྱི་ཡོད་པ་རེད། བྱ་ཕོ་བྱུག་རེ་ཉིན་ལྟར་ཞོགས་པ་སྔ་ཤོས་ཡར་ལངས་པ་དང་བྱ་སྐད་བརྒྱབ་སྟེ་བྱ་བྱེའུ་གཞན་རྣམས་གཉིད་ལས་སློང་གི་ཡོད། དེའི་རྗེས། བྱ་རིགས་གཞན་རྣམས་ཀྱང་ཡར་ལངས་ནས་ཟས་འཚོལ་བར་འགྲོ་ཡི་ཡོད། ཉིན་ཞིག། བྱིའུ་གསར་པ་ཞིག་ཁོང་ཚོའི་གྲོང་ཚོར་འབྱོར་བ་རེད། བྱིའུ་དེས་སྐད་ཧ་ཅང་སྙན་པོ་ཡོད་པས། བྱ་བྱིའུ་ཚང་མའི་ཡིད་དབང་འཕྲོག་པ་དང། བྱིའུ་དེ་ཕྱི་དྲོ་ཤིང་སྡོང་གི་ཡལ་གའི་སྟེང་འཛེགས་ནས་གཞས་གཏོང་གི་ཡོད་པས། བྱ་བྱིའུ་ཚང་མས་བྱིའུ་གསར་པ་དེར་བསྟོད་བསྔགས་གཏོང་གི་ཡོད། དེར་བརྟེན། བྱ་ཕོ་བྱུག་རིང་དྲ་རྡོ་ཚེར་མས་བླངས་པ་དང། རང་ཉིད་ལའང་བསྟོད་བསྔགས་དེ་ལྟར་ཐོབ་ན་ཅི་མ་རུང་སྙམ་གྱི་ཡོད། དེའི་ཕྱི་ཉིན་བྱ་ཕོ་བྱུག་རིང་གིས་ཁྱིམ་གྱི་ར་བའི་སྟེང་དུ་འཛེགས་ནས། སྐྱེས་གང་མང་ཡག་བཞིན་འདེབས་པའི་བྱ་བྱིའུ་ཚང་མ་རྣ་ཅོག་ཚ་ཐག་ཆུད་པ་དང། བྱ་མོ་ཞིག་གིས་ད་བྱ་ཁྱི་ཚ་པོ་དེ་མཚམས་འཇོག་བྱས་ན་འགྲིག་པ་མི་འདུག་གམ་ཞེས་བཤད། བྱ་ཕོས་ངས་བཞེས་གཏོང་གི་ཡོད། ཅེས་བཤད་ནས་ད་དུང་སྐད་བརྒྱབ། བྱིའུ་ཞིག་གིས་བྱ་ཁྱི་དེ་འདྲ་བཞེས་ག་ལ་ཡིན་ད་ཁུག་མཁན་འཚམས་ཤོག་རོ་གནང་ཞེས་བཤད། བྱ་ཕོ་བྱུག་རིང་དེ་བཞིན་སུ་ལའང་ཁ་ཡ་མ་བྱེད་པར་བཞིན་ལ་འཁྲུལ་བའི་སྐད་ངན་དེ་ཞོགས་པ་ནས་གོང་བུ་བར་བརྒྱབ་ནས་བསྡད། དེའི་མཇུག་འབྲས་སུ་གྲོང་ཚོའི་བྱ་བྱིའུ་ཚང་མ་སྡོད་མ་ཐུབ་པར་ཁོང་ཚོ་རེ་རེ་བཞིན་ས་ཕྱོགས་གཞན་ལ་ཐོན་ཕྱིན་པ་དང། བྱ་མོ་མཛོད། བྱ་ཕྲུག་འཁྲིགས་ནས་ཐུན་ཕྱིན། བྱ་ཕོ་བྱུག་རིང་གི་ཤིམ་ལ་རང་ཉིད་ཀྱི་དགེ་བསྙེན་ཆོས་ཡིན་པ་དེ། བྱ་བྱིའུ་ཚང་མའི་གཤིས་སུ་འཇུག་དགོས་སྙམ་ནས་མུ་མཐུད་རྐྱེན་ངན་བརྒྱབ་ནས་བསྡད། ཁོས་ད་དུང་རང་ཉིད་ཀྱི་གཞས་སྙན་པོ་ཞིག་གཏོང་གི་ཡོད་སྙམ་བཞིན་ཡོད། དེ་ནི་ཡུན་རིང་མ་སོང་གོང་བྱ་བྱེའུ་མང་ཆེ་བ་གྲོང་ཚོ་དེ་ནས་ཁ་བྲལ་ཟིན། ཕྱི་ཉིན་ཕྱི་རུ་བྱ་ཕོ་བྱུག་རིང་གི་སྐད་སྙན་རྒྱག་འགོ་བཙུགས་སྐབས་མཐའ་དྲུག་གི་བྱ་མོ་གཅིག་རང་ལྷག་ཡོད་པ་དེ་ཡང་ཐོན་འགྲོ་ཡི་ཡོད། བྱ་མོ་དེ་བྱུག་ལྡན་འདྲ། བྱ་ཕོ་བྱུག་རིང་ལགས་ཞེས་བཤད། བྱ་ཕོས། ཁྱེད་ཀྱིས་ཅིའི་ཕྱིར་ཐོན་འགྲོ་ཡི་ཡིན་ཞེས་དྲིས་པར། བྱ་མོས། ཁྱེད་ཀྱི་སྐད་སྙན་དེ་བྱ་ཕོ་ཚང་མ། བྱ་བྱིའུ་ཚང་མ་སུན་ནས་ཐོན་ཟིན་སོང་ད། ང་རང་ཡང་སྡོད་ཆ་ད་མི་འདུག་པས་ཐོན་འགྲོ་ཡི་ཡིན་ཅེས་བཤད། བྱ་མོ་དེ་སེམས་སྐྱོ་པོའི་ངང་ཐོན་ཅིང་བྱ་ཕོ་གཅིག་ཕུར་གྲོང་ཚོའི་ནང་ད་དུང་སྐད་བརྒྱབ་ནས་བསྡད། སྐབས་དེར་བྱ་གླ་གཅིག་ཏུ་འཁྱིལ་བར་འཕུར་ལྡིང་བྱེད་བཞིན་ཡོད་པས་བྱ་བྱིའུ་སྐད་དེ་གོ་བ་དང་བྱ་ཕོའི་སྐད་དེ་གོ་བ་དང།